ཆོས་རྗེ་ས་པཎ་རྫས་བཞག་པའི་ཡི་གེ་སྦྱོར་བ་དེ་ཚོ་མ་ཚར་གྲངས་ཁ་ཤས་ཅིག་བཀླགས་པ་ཡིན་བཀླགས་འང་འདུག་ཙང་ནས་ད་དངོས་གནས་གྲངས་གནས་སུམ་རྟགས་གཉིས་དག་ཡི་གེ་ཀྱི་སྦྱོར་བ་ནི་མ་བླངས་ཆོག་རང་རེད་ཤག་སེ་གོ་བརྒྱ་ཆ་བརྒྱ་ཐམ་པ་ད་དེ་ཚོར་བ་དེ་བྱུང་བ་རེད་སྤྱི་དང་སུམ་རྟགས་གཉིས་དེ་ད་གཞུང་གོང་འོག་རང་ཡིན་པ་ཅིག་ད་ཞར་གྱིས་ཤེས་ཀྱི་ཡོད་རེད་ད་ད་འབྲེལ་བ་འཛིན་མཁན་སྐད་གྲགས་ཆེ་ཤོས་གྲས་ད་ད་བན་སི་ཏུ་བན་ཆེན་ཁོང་རྣམ་པ་ཡིན་ན་དེ་གར་གཞུང་གོང་འོག་རེད་ཤག་སེ་ནས་དེ་ནི་ཆོས་རྒྱུད་དང་དུས་ཚོད་རེད་ད་གར་སེ་བོ་རོ། གཅིག་གཞུང་དང་པོ། གཉིས་པ་དེ་གཞུང་གཉིས་པ་བྱས་ནས་དེ་འདྲ་ཅིག་ཆགས་ཀྱི་འདུག་ཟེར་ནས་ད་ཞག་ཅིག་ཤི་བསྡད་ཀྱི་ཡོད་རེད། རེད་དེ་རེད་དེ། ད་ཁོང་རྣམ་པ་གིས་འདི། སློབ་དཔོན་ཐོན་མི་མཛད་བཞག་པས། ད། སྒྲ་ཡི་བསྟན་བཅོས་བརྒྱད་ཡོད་རེད་ཟེར་གསུངས་བསྡད་པ་དེའི་ནང་ནས་ད་གཉིས་རེད་ཟེར་དེ་འདྲ་གསུངས་གི་ཡོད་རེད་ད་དེའི་ནང་ནས་རེ་རེར་ཡིན་དགའ་བ་རེ་རེར་ཡིན་དགོས་རོགས་དེ་བྱས་ཡིན་དུས་ཁོང་རྣམ་པ་ཡང་མ་སྐྱོན་རྒྱུ་རྩེ་རེ་གནང་གི་རེད་ད་དེ་འདྲ་ཡིན་གསུངས་ཡ་ན་ཅིག་ཆོས་རྒྱུད། ཆོས་རྒྱུད་ཐུན་མོང་དུ་བྱེད་དགོས་ཡོད་ན། འོ་ན། སུམ་ཅུ་པ་དེ། གོ། རྩ་བ། ད་ལྟ་རྩ་བའི་སྒྲ་ཡི་བསྟན་བཅོས་བྱས་ཀྱི་སྐབས་དང་པོ་དང་མ་རེད་བ། དེ་ནི་ག་རེ་བྱས་ནས་འདི་འདྲ་ལེགས་པོ་རེད། ད་དང་པོ་དེ་ལ། དང་པོ་དེ་གའི་མཆོད་རྒྱུགས་ཀྱི་ཚབ་དེ་མ་གི་ལྔ་པ་ལ་བྱས་རྒྱག་རྒྱུ་དེ་གི་ཡག་ཡོང་གི་ཡོད་སའི་གོ་ཡ་མི་འདུག་བ། ད་དང་པོ་ལ་ཅིག་བྱས་ཞོན་ན་དེ་ཆ་ཚང་ན་མ། ཅིག། ཤོང་གཞན་དག་ཚང་མ་ལ་ཐུན་མོང་ཅིག་བཟོས་ཡོད་ན་དེ་ནི་སུམ་ཅུ་པ་ལ་ཡོང་དགོས་དོན་མི་འདུག་བ། གཏང་རྒྱུགས་ལ་མེད་བ་ནང་བཞིན་གཅིག་པ་ཡོང་དགོས་འདུག་བ། འོ་ད་དེའི་སྐད་ཆ་དེ་ཚོ་དྲན་ཆོས་རྒྱུད་དང། མ་གས། མཇུག་རྒྱང་དེ་ཚོའི་སྐོར་དེ་ངའི་འོ་གཤམ་ལ་ཤོད་ཆོག་བ་ཅི། དེ་ནས། སྤྱི་ཐང་ནས་སྔ་མ་ནས་ངས་འདི། འདི། ཡི་གེ་སྦྱོར་བ། ཡི་གེ་སྦྱོར་བ་དེ་དང་སུམ་རྟགས་གཉིས་པོ་གཅིག་རྡོར་བཅས་ནས་རྩོམ་གྱིས་བྲིས་པ་ཡིན། བྲིས་ནས་གྱིས་ནི་བསམ་མནོ་གྱིས་བཏང་བ་ཡིན་དངོས་གནས། དེ་སང་སྔོན་མ་ནས་རེད།

འདི་མཁས་པ་སྔོན་མ་དུ་ཟོ་ཁོའང་དགོངས་འོས་རྒྱུ་རེད་མཁྱེན་འོས་རྒྱུ་རེད་བསྟན་རྒྱུ་འདི་མཛད་པ་དང་འཕྲིན་ལས་ལ་དགོངས་བྱས་ནས་མ་སོང་ཡིན་རྒྱུ་རེད་ཟེར་དེ་དངོས་གནས་ངའི་འདྲ་ཆགས་པོ་བྱུང་མཐོང་སོང་དེ་ནས་ནས་བཟུང་སྟེ་ངས་ད་ལྟའི་རྩོམ་ཐུང་འདི་གཏེར་ལ་སྦས་བཞག་པ་རེད་བཏོན་ཡོད་མ་རེད། དེ་བགྱིས་ནས་ཧ་ལམ་དེ་དང་འདྲ་བོ་འདྲ་ཅན་གྱི་བོད་ནས་དཔར་བཞག་ད་ལྟ་ཁྱབ་སྤེལ་ཚད་ལྡན་ཕུན་ཚོགས་ཁོང་རྣམ་པས་ཡང་དེ་འདྲས་ཀྱི་ཞིབ་བསྡོར་བྱས་བྱས་ནས་དཔར་གནང་བཞག་ད་དེ་འདྲས་ཀྱི་དཔར་ཡོང་ཡ་དཔར་ཡོང་བ་རེད་དེ་མིན་གྱི། ང་རང་ཚོ་གར་སེར་བོ་རོ་དེ་ལོ་རྒྱུས་སྣང་བ། ལོ་རྒྱུས་སྣང་བ་མང་པོ་ཅིག་གི་སུམ་རྟགས་དུ་ཐོན་མིན་ཚད་མི་འདུག་སུམ་རྟགས་དེང་སང་ཤུགས་འུར་རྒྱག་བསྡད་ཀྱི་འདུག་འུར་རྒྱག་བསྡད་དུས། འུར་དེ་འདྲའི་མང་པོ་ཅིག་ལྷང་བསྡད་པའི་འུར་འདྲའི་དེ། ག་བ་ལ་འཛུགས་འཛུགས་བསྡད་སའི་ན་ད་ཁ་ཤས་ཀྱི་ཤོང་སྟོང་ཡབ་སྲས་མེད་འགྲོ་སྲིད་རེད་འདུག་ཁ་ཤས་ཀྱི་མེད་འགྲོ་སྲིད། ཁ་ཤས་ཀྱི་ཡང་བླ་མ་གཞན་དག་ག་གེ་མོ་ཡིན་ན་སྲིད་ད་གང་ལྟར་དེ་ག་བ་ལ་འཛུག་གི་ཙོག་གི་མ་ཤི་བ་གང་ཞིག་ལ་ཡ་གི་ཐུ་མི་སམ་པོ་ཏྲ་ནི་རེད་མི་འདུག་ཟི་རྒྱ་ཆ་རྒྱ་ཟེར་ནི་དེ་འདྲའི་འགྲོ་ཀྱི་ཤེས་ནི་ད་འགྲོ་བདེ་ཡག་གི་དུས་ཚོད་ཅིག་རེད་འདུག་དེ་བྱེད་དུས་ཙང་ནི་ངས་ད་དེ་རིང་སྐབས་སུ་བབ་པ་དེ་ལ་ང་གི་སྔ་མ་སྐད་ཅིག་ཅིག་བཤད་འདོད་པ་དེ་མ་ཞུས་བཞག་ན་ཡག་གི་འདུག་དྲན་པ་རེད་དེ་ག་རེ་བྱས་ནས་ཞུས་བཞག་ན་ཡག་གི་འདུག་དྲན་པ་རེད་ཟེར་ན་ད་ཐུ་མི་གི་ཙང་མི་འདུག་ཟེར་སྐད་ཆ་དེ་ནི་ད་ཡོངས་སུ་གྲགས་ཡོང་གི་འདུག་ཚང་མས་བཤད་ཡོང་གི་འདུག། དེ་ནས་ད་ཐེ་ཆེ་སྐྱོག་ཤས་ཀྱི་རྒྱབ་བཅད་ནས་མ། དེ་ཁར་ཟས་སུམ་རྟགས་མ་འཛེགས་མཁན་མི་གཅིག་གང་ལ་ཕར་འཛུགས་བཙོག་ཡོད་ན་དེ་ལོག་བཤད་ཆགས་འགྲོ་གི་འདུག། དེ་བྱེད་དུས་ཙམ་ན་དེ་རིང་ངས། སྐད་ཆ་དང་བདེན་པ་ཟེར་དགོས་རོགས་དེ་མ་ཞུས་ཤག་ན་དྲན་པ་རེད། སུམ་རྟགས་འཛེགས་ནི་ས་སྐྱ་པན་ཆེན་རེད་ཤག་ཟེར། དེ་གང་འདྲ་བྱས་ན་ཧ་གོ་གི་འདུག་ཟེར་ན་རྣམ་པ་ཚོས་ཡི་གེ་སྦྱོར་བ་རང་ལ་མ་གཅིག་གཟིགས་སུམ་རྟགས་གཉིས་ལ་མ་གཅིག་གཟིགས་པ་ཡིན་ན་བརྒྱ་ཆ་དགུ་བཅུ་གཅིག་པ་རེད། ཡུལ་གྱི་སྦྱོར་བ་རྣམས་ག་འདྲ་ཡོད་རེད་ཟེར་ན། སུམ་རྟགས་གཉིས་ཏེ་འབྲས་དེབ་བཟོ་འགྲོ་བྱས་ཡོད་རེད། ད། ད་ལྟ་སུམ་རྟགས་གཉིས་བཟོ་ལས་བྱེད་ཡོད་འདུག་ཙང་ནི། དེའི་ནང་གི། ཡང་མ་འབྲས་དེབ་བཟོ་འདྲ་བོ་དེ་སྡེ་ཚན་ཁག་ཁག་བྱས་ཤིང་འཕྲེད་དང་རྣམ་དབྱེ་གི་སྡེ་ཚན་གཅིག། ཨ་ནི། ཕོ་མོ་མ་ནི་རྟགས་ཀྱི་དབྱེ་བ་གཅིག། དེའི་ནང་ནས་ཡི་གེ་འཇོག་ལུགས་འཇོག་སྟངས་དེ་དང་པོ་དེ་ལ། གཅིག་ཡི་གེ་གི་སྐྱེ་གནས་ཀྱི་ཆ་ནས་ཀ་ཁ་ག་ང་ཟེར་ནས་སྐྱེ་གནས་ཀྱི་ཆ་ནས་གཅིག་བཞག། ཨ་ནི་ཡང་རྟགས་འཇོག་ནང་ནས་ཡི་གེ་དེ་ཚོ་བྱེད་རྩོལ་གྱི་ཆ་ནས་ཁོ་ཚོས་ཁྱེད་སྐད་ཆ་བཏབ་པ་ཚ་ནས་ཕོ་བོ་ཟེར་འདུག་ཡང་ཁོ་ཚོའི་སྒྲིག་སྟངས་ཁ་ཁ་འདྲ་ཡོད་རེད། དེ་ཡི་ཡི་གེ་གཙོར་བ་གི་ཆ་ནས། དེ་འདྲའི་བྱེད་འདུག་ཅི་ན་གཞུང་དེ་གོང་འོག་ཅིག་རེད་འདོད་རེད་གཞུང་གོང་འོག་ཏག་ཏག་དེ་འདོད་རེད་གོ་སྒྲ་ཡི་གེ། ད་ལྟ་མ་གོ་མཚོན་ཆ་དེ་ཚོའི་ནང་ལ་ཨ་ནི་ཡི་གེ་རྒྱོ་ཤེས་ཡང་འདུག་ཙང་ནས་དང་པོ་དེ་སྐྱེ་གནས་ཡོད་གཉིས་པ་དེ་ཁོང་ཁོ་རང་གཉིས་གོ་རིམ་བྱའང་འདུག་སྐྱེ་གནས་དེ་སྔོན་ལ་ཡོང་གི་ཡོད་བ། བྱེད་ཚོར་དེ་རྗེས་ལ་ཡོང་གི་ཡོད་བ། འོ་དེ་འདྲ་ཅིག་རེད། ད། དེ་འདྲའི་ཟས་ཡོང་དུས་ཁྱོད་ཀྱི་ས་པན་གྱི་རྫས་བཞག་པ་ཡིན་ན། ཨ་ནི། འབུ་ཡག་ཀ་ར་ན་ཟས་ཡག་དུ་ཚུད་བྲལ་དེ་གང་འདྲའི་ལོང་དུ་སྟོན་པ་ཟས་ཡག་དུ་ཚུད་བྲལ་དེ་ཅི་འདྲ་ཞིག་རེད་འོ་ཟེར་སྐད་རྒྱ་ཕྲད་ཡང་ངེས་ཡང་བྱུང་བ་རེད། ད་འབུ་ཡག་ཀ་ར་ན་ཟས་དེ་ཡག་དུ་ཚུད་བྲལ་སྤྱི་དང་ཁྱོད་ཀྱི་ས་པན་གྱི་རྫས་པ་ཡིན་ན་ཡང་དཔེ་མི་སྲིད་པ། ག་ཚོད་རོ། ཨ། འཚམས་པོ་ཞུ་གི་ཡོད་རེད། དཔེར་ན་བི་ཡ་ཀ་ར་ན་སའི་ཡོན་དུ་བརྩམས་ནས་ཁོང་གིས། ད་ལྟ། སྒྲ་ལ་འཇུག་པའི་བསྟན་འཇུག་གི་དབུ་ཕྱོགས་དེ་ག་རང་ལ་སྒྲ་གི་མཚན་ཉིད་ག་རེ་ཆགས་ཡོད་རེད་ཟེར་ན་སྒྲ་ཡི་མཚན་ཉིད་ངེས་ཚིག་དབྱེ་བ་གཞག་འདོད་ད་དང་པོ་དེ་ཚོ། སྒྲ་ཡི་མཚན་ཉིད་དེ་ཤེས་བྱ་ཐམས་ཅད་ལ། རྨོངས་པར་བྱེད། མ་རྨོངས་པར་བྱེད་པའི་ནུས་པ་དང་ལྡན་པ་ཟེར། དེ་ནས། ད། ངེས་ཚིག། ངེས་ཚིག་དེ་བཞག་འདོད་བི་ཡ་ཀ་ར་ན་དེ་ལུང་དུ་སྟོན་པ་ཟེར་ཡ་འགྲོ། སྟོད་བྷེ་ཨ་ཀ་ར་ནས་ཁོང་གི་སྒྲ་ཡི་ངེས་ཚིག་དུས་ཚོད་དེ་འདྲའི་རང་བཞག་གནང་ཡོད་རེད། དེ་ནས་ད་དེ་ང་ནང་བཞིན་ཁ་ཤས་ཅིག་གིས་རྒྱ་གར་སྐད་དུ་ཟེར་བཤད་འདུག་ཟེར་ད་དེའི་བསྟན་རྒྱུད་རྒྱ་གར་ནས་མ་བསྒྱུར་རུང་ཆོག་ཅེས་མ་ཡིན་ན་རྒྱ་གར་སྐད་དུ་ཟེར་ཡ་དེ་དེ་གོ་ཡ་ཞེ་དྲག་མི་འདུག་བསམ་བསམ་དགའ་ཆོས་དེ་འདྲའི་བཀའ་མོལ་ཡང་ཡོང་གི་ཡོད་རེད་དེ་སྤྱི་འཐུས་ཚང་ནས་འདི་ཆོས་རྗེ་ས་ཕེང་གིས་མཛད་པ་ཡིན་ད་རྒྱ་གར་སྐད་དུ་སྨོས་བཞག་བ་གས་ད་མོལ་བ་ཡིན་ན་སྐྱོན་ཁྱོན་ནས་ཡོད་མ་རེད་ངས་ཕྱི་ནང་འདི།

རྒྱ་གར་སྐད་དུ་ཟས་ཡོན་ཡ་དེ་ཁྱོད་ཀྱི་ས་པན་ལ་དཔེ་མ་བསྲེས་པ་འཚམས་པོ་ཡོད་རེད། ཁྱོད་ཀྱི་ས་པན་གྱི་རྫས་ཞག་པོ་བསྟན་རྒྱུ་ཕར་ཆེར་དེ་ལ་རྒྱ་གར་སྐད་དུ་ཟས་ཡོད་རེད་དཔེར་ན་ཆག་ཞག་ཞག་པོ་ཡང་ན་དེ་ནི་རྒྱ་གར་སྐད་དུ་ཟས་ད་ལྟ་ཐུ་བ་གོང་ས་དུ་ཟོ་ལ་ཡང་དེ་ག་ནང་བཞིན་དེ་ཚད་མ་རིག་ད་དུ་ཟོ་ཡིན་ན་རྒྱ་གར་སྐད་དུ་ཟས་ཡ་འགྲོ་དེ་ག་ནང་བཞིན་ཁལ་ཁལ་རྒྱུག་དུ་ཟོ་ལ་ཡང་རྒྱ་གར་སྐད་དུ་ཟས་ནི་ཚང་མ་ལ་རྒྱ་གར་སྐད་བྲིས་ཡོད་རེད། རྒྱ་གར་སྐད་དུ་བྲིས་ཆག་པ་དེ་གི་ཁྱོད་ཀྱི་ས་པན་གྱི་ཡིན་མིན་ཐོ་ག་ལ།

དེ་ནས་ད། མཇུག་རྩོམ། རྟགས་འཇོག་གི་མཇུག་ལ་མཇུག་རྩོམ་ཅེས་ཡོད་རེད། སུམ་ཅུ་པ་མཇུག་གི་མཇུག་རྩོམ་དེ། འདས་ཀྱི་རྟེན་འཇོག་གི་ནང་ལ་ཞུགས་བསྡད་པའི་ད་ལྟ་སུམ་རྟགས་རྩ་བ་སུམ་ཅུ་པ་རྩ་བ་དེ་ལ་ཡོད་བསྡད་པ་རེད། ཡིན་ན་ཡང། ནམ་རྒྱུན་ཡོངས་གྲགས་ཕར་ཆེར་ལ་ཡོད་མ་རེད་ལྷག་པར་དུ་དུས་རབས་དྲུག་པ་ནང་ནས་མཛད་བཞག་པའི་དབུས་པ་བློ་བཟང་གི་སུམ་རྟགས་ཀྱི་འགྲེལ་བ་ནང་ལོགས་ལ། འདི་གཉིས་སྣོན་བྱས་སྣོན་ནས་འོ་འདི། བཏང་འགྱུར་གྱི་ད་ལྟ་མཆོད་རྒྱུ་དེ་དང་སུམ་ཅུ་བར་གྱི་མཇུག་བྱང་དེ་གཞན་དག་གིས་གསར་པ་བཟོ་རྒྱུ་རེད་བྱ་ཟེར་ནས་སོང་ཡོད་རེད་གསར་ཁ་དོད་པོ་བྱས་ནས་སོང་ཡོད་རེད། དེ་ནི་དེ་དེ་འདྲའི་བཅས་ཀྱི་ཁྱབ་ཅན་བཅས་འདི་དག་མང་ཆེ་བ་བཅས་ཀྱི། མ་སུམ་དང་མ་འདྲེས་ཡོད་འདུག་ཙང་ནས།

དེ་ལ་སྐད་ཅིག་ཅེས་བཤད་དགོས་ཡག་གི་གནས་སྟངས་ཅི་ཡོད་རེད། དེ་ག་རེ་བྱས་ནས་བྱུང་བ་རེད་ཟེར་ན། དོན་དངོས་ལ་ཡང། འོས་པ་ལོ་གསར་གྱི་སོང་ནང་ཆེན་རེད་འདི་ཡོད་མ་རེད། ཁ་ཤས་ཅིག་གིས་གསར་དུ་བཅོག་གནང་བ་རེད། དེ་ག་རེ་བྱས་ནས་ཡོད་མ་རེད་ཟེར་ན། ཡི་གེ་སྦྱོར་བ་དང་ནི། ད་ལྟ་འཕྲལ་དང་རྣམ་དབྱེ་དང། ཕོ་མོ་མ་ནི་རྟགས་ཀྱི་དབྱེ་བ་དེ་ཁ་ཁ་ཆེ་བྱས་ནས་སུམ་ཅུ་པ་དང་དང་ཅུ་གཉིས་དེ་མ་བཟོས་གནང་བ་རེད། ས་པན་གོང་རེ་གི་མ་དེ་འདྲ་ཅིག་མཛད་གནང་བ་རེད། རྟེན་རྫས་ཡོངས་འདུ་བརྩམས་ནས་ད། ཁོང་རྣམ་པ་གཉིས་ལ་རྟ་མཇུག་དེ་ལ་དམིགས་བསལ་གྱི་ཆོས་བརྒྱུད་རྩོམ་པ་ཐམས་ཅད་དུ་ཚུར་གང་སྐད་ཅིག་གནང་ཡོད་མ་རེད། དེ་མི་གནང་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཁོ་ཇི་ཙམ་ལན་ས་དེ་ཡག་གི་བསྟན་བཅོས་གཅིག་གི་མ་ཁྱབ་ཁོང་ཁྲོ་ཆེ་བྱས་བྱས་ནས། ད་བསྟན་བཅོས་གཅིག་གི་སྡེ་ཚན་དང་པོ་གཉིས་པའི་སོགས་འདྲ་བོ་ཆེ་བྱས་ནས་མ་བླངས་བཤད་རྒྱུ་རེད། དེ་ནས་སུམ་བརྒྱུད་པ་དེ་ལ་མཇུག་རྐྱང་གར་བྱས་ནས་རྒྱག་ཡོད་མ་རེད། མཇུག་རྐྱང་མ་རྒྱག་པའི་རྒྱུ་མཚན་ག་རེ་ཟེར་ན་དེ་ལེའུ་གི་བཟོ་འདྲ་བོ་ཆེ།

ཇོ་སྲས་འཁོན་གྱི་ཀུན་དགའ་རྒྱ་མཚོས་ཇོ་སྲས་ཟེར་ནས་བེད་སྤྱོད་བཏང་གནང་ཡོད་རེད་དེ་འང་ནང་ཆེན་སྒྲ་སྒྲུབ་དུམ་བུ་དགོས་མགྱོགས་དུས་ཚོད་སྤྲད་ལ་ཨ་ནི་ཨ་ནནྡ་མཛའ་ཟེར་ནད་གང་དང་ཡུང་ནམ་རྒྱུན་ཡུང་གྲགས་མ་ཡིན་པ་གས་ཚིག་མང་པོ་བེད་སྤྱོད་བཏང་ཡོད་རེད་བྱས་ཙང་དེ་འདྲ་བྱས་ཡོང་དུས་ཙང་ནས་ད་ཨ་ནུ་ཟེར་ཡག་དེ་ཡང་ཁྱོད་ཀྱི་ས་པན་ལ་ཨ་ནུ་ཟེར་ཡག་གས་ཀྱི་ཐ་སྙད་དེ་ཐུབ་གི་མི་འདུག་ཟེར་ཡག་གས་ཀྱི་ད་དཔང་རྟགས་ཟེར་ན་མི་འདུག་ཁོང་ཟེར་ན་མི་འདུག་རྒྱུ་མཚན་ཟེར་ན་མི་འདུག་དེ་འདྲ་བྱས་ཞུ་ཞུ་ཞུ་ཡག་མི་འདུག་ཟེར་དྲན་གི་ཡོད་ཨ་ནི་དེ་འདྲ་རེད། ལགས་སོ་དེ་ནས་ང་ཚོ་ད་ཆོས་རྒྱུད་དུ་མ་བོ་ཚོ་བཞག་ན། ཡང་སྐད་ཆ་ཤོར་འཕྲུལ་འདྲ་བོ་མང་པོ་ཅིག་ཆགས་འགྲོ་འདུག་དེ་ནི། ད་ཆོས་རྒྱུད་དེ་ཆོས་རྒྱུད་དེ་ལ་སྐད་ཆ་ཅི་ཡོད་རེད། སྐད་ཆ་དེ་ག་རེད་ཟེར་ན། ད་ལྟ་སུམ་ཅུ་པ་དེ་ལ་ཆོས་རྒྱུད་རྩོམ་པ་དམ་བཅའ་བ་རྒྱལ་བ་ཞུགས་ཀྱི་བྱུང་བཞག། དེ་ནས་རྟགས་འཇུག་དེ་ལ་མི་འདུག། དེ་ག་རེ་བསྟན་པ་རེད་ཟེར་ན། ཁོང་རྣམ་པ་གཉིས་ཆ་སྟེ་སུམ་ཅུ་པ་དང་རྟགས་འཇུག་གཉིས་ཆ་སྟེ། ཨ་ནི། བསྟན་བཅོས་ཡི་གེ་སྦྱོར་བ་ནི་ནི་ཚོ་བླངས་བྱས་ནས། དེ་ནས་ལེ་ཚན་སྔ་ཕྱི་གི་སོར་འདྲ་བོ་ཅིག་བྱས་བྱས་ནས་མར་རིམ་པས་བྱས་ནས་བཞག་བཞག་པ་བྱས། སྐད་ཆ་འདི་རེ་བྱས་ཡིན་འདུག་ས་ནི། ད། དབུས་པ་བློ་གསར་གྱི་གསུང་བ་ནང་བཤད་བྱས་ནས། སུམ་ཅུ་པ་དེ་ལ། འཇུག་ཀྱང་སྔོ་བ་འདྲ་བོ་དེ་མེད་བ་བྱས། མཇུག་བྱང་དང་བེ་ཡ་ཀ་ར་ནའི་སྐབས་དེ་ལྔ་པ་དྲུག་པ་ཟེར་དུས་ཡོད་མེད་མི་ཤེས། འོ་འདི་བྱེད་པ་ཟ་ཡ་གཅིག་རེད། དེ་ནི། སྔོ་བ་དེ་མེ་བ་བྱས། དེ་ནི། རྟགས་འཇུག་ལ། མ་གས། མཇུག་བྱང་ཟེར་ན་མི་འདུག་མཛད་བྱང་ཟེར་ན་མི་འདུག་ད་ནི་སྔོ་བ་བྱས་ཡོད་རོ། དུས་ཚོད་དྲེད་དེ་ཡོལ་བ་བྱས། ཨན་ཆོས་རྒྱུ་རྩོམ་པ་དམ་བཅའ་བ་དུས་ཚོད་དྲེད་དེ་མེ་བ། ཨུམ་འདི། འདི། ད་ཡུང་ཐང་འདྲ་བོ་དེ་དེ་འདྲ་འདྲ་བྱེད་ཕྱིན་དགོས་འདུག་དེ་མ་གཏོགས་བ་ག་ཡང།

དེ་ནས་དཀོན་མཆོག་གི་ཡོན་ཏན་དེ་ཚོ་དང་གང་ལ་ཡོན་ཏན་མཆོག་མངའ་བ་སེ་དཀོན་མཆོག་གི་ཡོན་ཏན་དེ་ཚོ་དང་འདྲ་བཤད་ཞུ་བྱ་མ་གོ་བྱེད་ཅི་དང་དེ་ཚང་མ། རྒྱུད་བླ་མ་གཟེགས་ཚང་ངན་འདྲ་བོ་ཤ་སྟག་རེད་ང་རང་ཚོ་དེ་ནས་ཡོན་ངན་དེ་ཚོ་དེ་ནས་ད་ཁ་ཤས་ཁ་ཤས་གཟེགས་མིན་ན་ཡང་ཕ་གི་གཟེགས་གནང་རོགས་བྱེད་དེ་ནས་མང་ཆེ་བ་འདི་བོད་ཡིག། བོད་སྐད་དང་མང་ཆེ་བ་འདི་ནས་ཕེབས་མཁན་དེ་ཚོ་དོ་སྣང་ཡག་པོ་ཡོང་མཁན་ཤ་སྟག་ཡིན་དུས་ཚང་དེ་ཕ་གི་རྒྱུད་བླ་མ་གི་སྟོན་རྒྱུ་དེ་ཚོ་མང་ཆེ་གཟེགས་གནང་རོགས་བྱེད་འདྲ་བཤད་དེ་ཚོ་གཅིག་གཟེགས་གནང་རོགས་བྱེད་ད་ལྟ་དཔེ་ན།

ཨ་འདི་ཆེ། ད་འདི་ནི་ད་ལྟ་ང་ཚོས་སྒྲ་ཡི་སྐོར་བཤད་ཡོད་འདུག་ཙང་ནི་ཡང་དེ་འདྲ་གི་ཤོང་གང་ལ་བང་འཁྲུལ་བྱས་ན་མང་པོ་བཅས་ཞུས་བསྡད་ན་དེ་འདྲ་འགྲོ་བྱེད་རེད། ཨ་ནི། དཀོན་མཆོག་དེ་ལ་ཕྱག་འཚལ་ཆེ། དེ་ནི་གང་གི་སྒྲ་དབྱངས་ཀུན་སོང་བ་རེད། གང་གི་སྒྲ་དབྱངས་ཀུན་སོང་བ་འཇམ་པའི་དབྱངས་ལ་ཕྱག་འཚལ་ལོ་ཟེར་ད་རེད། ད་གང་གི་སྒྲ་དབྱངས་ཀུན་སོང་བ་འཇམ་པའི་དབྱངས་ལ་ཕྱག་འཚལ་ལོ་ཟེར་དེ་ལ། སྐད་རྒྱ་འདྲ་མི་འདྲ། མང་པོ་སོང་ངེས་ཡོད་རེད་སྒྲ་དབྱངས་དེ། ད་ཆུ་རྒྱལ། སྒྲ་དབྱངས་ཟེར་ཡག་འགྲོ་དེ་འདྲའི་ལ་གོ་བ་ལེན་བྱ་ངེས་ཅི་ཡོད་རེད་ད་ཡིན་པ་ཡིན་ན་ཡང་འདི་ནི་གང་གི་སྒྲ་དབྱངས་ཀུན་སོང་པ་ཟེར་ཡོང་དུས་གང་གི་སྒྲ་དབྱངས་དེ་གོ་བ་གང་འདྲ་ཅིག་ལེན་དགོས་ཀྱི་འདུག་ཟེར་ངེས་ང་རང་གི་བསམ་ཚོད་ཞུ་བ་ཡིན་ན་གང་གི་སྒྲ་དབྱངས་ཟེར་བསྡད་ཡ་དེ་ཨ་ནི། ཅེས་ནི་འདི་ད་ཡིག་གི་ཡི་གེའི་སྐོར་ཡི་གེའི་སྦྱོར་བ་མ་ཤེས་ཀྱི་ཡོད་རོགས་ཡི་གེའི་སྦྱོར་བའི་སྐོར་ཅིག་བཤད་ཡོང་དུས་ཙང་ནས་ཨ་ནི།

དེ་བརྒྱུད་དུ་དེ་རིང་འདི་ནས་ཡི་གེའི་སྦྱོར་བའི་སྐོར་བཤད་ཀྱི་ཡོད་དུས་ཙང་ནས་འཇམ་མགོན་ས་པཎ་གྱིས་ག་རེ་བྱས་ནས་འདི་འཇམ་དཔལ་དབྱངས་ལ་ད་སྒྲ་དབྱངས་སྐུ་གསུངས་པ་ཟེར་ན་ག་འདྲ་བྱས་ནས་གསུངས་པར་ཟེར་ན། ཡོངས་གྲགས་ཀྱི་ཁོ་ཚོས་འཇམ་དཔལ་དབྱངས་དེ་ད་དབྱངས་མཛད་ངེས་ཅན། དབྱངས་ང་རོ་གྲགས་ངེས་དེ་འཇམ་དཔལ་དབྱངས་ཡིན་པ་གསུང་གི་ཡོད་དེ་ཁོ་ཚོས་ཅིག་ཁས་ལེན་བྱེད་ཀྱི་ཡོད་པ་ནང་བཞིན་བྱས་ཀྱི་འདི་ད་གཟིགས་སྒྲིལ་ལ་བརྩི་དགོས་ཡག་འགྲོ་ཀྱི་རེད་ཅེ་ད་འཇམ་དཔལ་དབྱངས་ཕྱི་ནང་ཐུན་མོང་གི་དེ་འདྲ་ཅིག་ཁས་ལེན་པ་དེ། ཁྱེད་ཚོ་འདི་རང་དགོན་པ་རྒྱུ་མཚན་ལ་སྐོང་བྱས་ནས་ནི་འཇམ་པ་དབྱངས་ཀྱི་ང་རོས་དྲངས་བ་དེའི་གཏམ་རྒྱུད་དེ་ག་རང་ནི་ཁས་ལེན་བྱས་ཕྱིར་འདི་ནི་འཇམ་པ་དབྱངས་ལ་ཆང་ཚ་བ་རེད་ཟེར་དྲན་དགོས་རེད། དེ་ནས། འདི་རེད་ད་གཉིས་པ་དེ་གང་གི་མིང་གིས་སྔོན་སོང་བ།

དེ་རྗེས་དུད་ཚང་ནས། ད་དེ་འདྲའི་སྐོར་རམ་མང་པོ་བསྐྱོན་དགོས་ཡ་ས་ཡོད་མ་རེད་ཟེར་དྲན་གྱི་ཡོད་ངེས། ག་རེ་ཟེར་ན། གང་གི་མིང་ཤེས་ཟེར་འདུག་དེ་ག་རང་མིང་ཤེས་ཟེར་སོང་འདུག་མིང་ཤེས་ཟེར་དུས་གཡང་སྐད་ཀྱང་མ་ར་བ། མིང་ཤེས་གཉིས་གསུམ་ཟེར་དུས་དུད་ཚང་ནས་ཁོ་ཀ་ཧ་ག་ང་ཀ་མེད་ཀི། ང་རང་ཚོ་འདི་གཡང་དང་ས་སྐྱིད་ཟེར་གི་ས་སྐྱིད་སྐད་ཀྱང་དེ་ར་བ། འདི་ག་རེ་བྱས་ནས་བཏང་ཞེས་བ་སེན་དུ་བཙངས་ནས་ད་མིང་གིས་སོང་ངས། འདི། ད་ལྟ། སི་ཏུ་བན་ཆེན་གྱི་གསུང་བ་ནང་བཞིན་རེད་ད་ཞེས་བ་སེ་ཡ་དེ་མིང་གིས་སོང་ངས་ང་རང་ཚོའི། ལྷ་ཆེན་དབང་ཕྱུག། དེ་དཔེ་ལེན་པོ་ཡོད་རེད་ད་ཁ་ཤས་ཀྱི་ཚངས་པས་བྱས་པ་རེད་ཁྱམས་ཕྱུག་གིས་བྱས་པ་རེད་ཟེར་ཡ་ག་རྒྱུ་ཅི་ལྟ་སུ་སུའི་ཁོ་རང་ཚོའི་གཞུང་ལ་ཡོད་རེད་དེ་ཡིན་ན་ཡང། ནམ་རྒྱུན་ཡོངས་གྲགས་ལ་ཤི་བ་སེ་ན་ང་རང་ཚོས་བཤད་བསྡད་ཡ་དེ།

ལྷ་ཤིང་དབང་ཕྱུག་ལགས། དེ་རིང་ཡི་གེའི་རྣམ་གཞག་ཡི་གེའི་སྦྱོར་བའི་སྐོར་ཅིག་མ་གསུངས་ཡོང་དུས་རྩ་ནས་ད་དེ་འབྲེལ་གྱི་གཏམ་རྒྱུད་ཡོད་བསྡད་པ་ཅིག། གང་ལྟར་ཡི་གེ་དེ། སྤྱི་ཡོངས་ཀྱི་ཡི་གེ་ཟེར་ཡོང་ཡ་དེ་ད། ང་ཚོའི་ཡི་གེ་དེ་གང་ནས་ཁ་གས་ཡོང་བ་རེད་ཟེར་ན། རྒྱ་གར་བྷ་བྷི་ཡོ་གའི། Sanskrit། ལ་དཔེ་བྱས། Sanskrit དེ་ཚོ་སུས་བཟོས་པ་རེད་ཟེར་ཡོང་དུས་རྩ་ནས་ད་ཁོ་ཚོའི་ཡོངས་གྲགས་ཀྱི་སྐད་ཆ་ཅིག་ལ་ལྷ་ཤིང་དབང་ཕྱུག། ཨ་ནི་ཁོ་ཚོས་བཟོས་པ་རེད་ཟེར་གི་ཡོངས་གྲགས་ཅིག་ཡོད་འདུག་ལྷ་ཆེན་དབང་ཕྱུག་དེ་དག་ཕར་ཆེ་ཁྱབ་ཆེ་གི་ཡོད་ས་རེད། སོ་སོའི་གཞུང་ལ་སྤྱི་དང་ཡོད་ཡོད་ས་རེད་དེ་ལྷ་ཆེན་དབང་ཕྱུག་གིས་བཟོས་པ་དེ་ཁྱབ་ཆེ་གི་ཡོད་ས་རེད། བྱས་ཙང། དེ་འདྲས་ཀྱི་ཡི་གེ་བཟོ་མཁན་དེ་ལ་ཆང་ཚ་བ་རེད། དེ་ལ་གུས་ཞབས་ཀྱི་རྣམ་དཔྱོད་ཅིག་བསྟན་པ་རེད་གུས་ཞབས་ཀྱི་རྣམ་དཔྱོད་ག་རེ་བྱས་ནས་བསྟན་པ་རེད་ཟེར་ན། ད་ཡི་གེ་དེ་གལ་ཆེན་པོ་ཡིན་པ། ཡི་གེ་སྦྱོར་བ་དང་ཡི་གེ་དེ་གལ་ཆེན་པོ་ཡིན་པ་མིང་གཞི་དེ་གལ་ཆེན་པོ་ཡིན་པ་སྟོན་པའི་ཆེད་དུ། ལྷ་ཆེན་དབང་ཕྱུག་ལ་ཆང་ཚ་བ་རེད་གུས་ཞབས་བྱས་པ་རེད།

དངུལ་རྟའི་དུས་སུ་ནང་ལོགས་ཀ་དག་སྟེང་ལྕི་བ་དེའི་ཟོ་འདྲ་བོ་ཞིག་རེད། དེ་ནི་ཆང་ཚར་གི་ཡིན་ཟེར་ཏེ་ཁོ་རང་ཚུགས་ཀྱི་ད་ལྷ་ལ་བརྩི་བསྡད་ཡ་དེ་ལ་གུས་ཞབས་ཅིག་སྟོན་དགོས་རོགས་སྐྱབས་སུ་འགྲོ་ཡ་ཁྱེད་མ་རེད་གུས་ཞབས་ཅིག་སྟོན་གི་ཡོད་རེད། གུས་ཞབས་ཀྱི་རྣམ་པ་ཅིག་སྟོན་གི་ཡོད་རེད་ཡི་གེ་དེ་གལ་ཆེན་པོ་ཡིན་ཙང་ཡི་གེ་བཟོ་ཡ་གི་དེ་འདྲའི་སྐད་ཆ་ཡི་གེ་བཟོས་པའི་སྐད་ཆ་ཅིག་ཡོད་པ་ཙམ་གྱིས་ད་བཟོས་མི་བཟོས་ངས་ངོ་མ་ཡིན་མིན་ད་ཕ་བཞག་ཤོག་ད་བཤད་མ་གོ་བ་ཅིག་བཟོ་མི་བཟོ་ངས་དངོས་གནས་ཡིན་ན་ད་ཡིན་ད་ཡིན་དེ་འདྲའི་གི་སྐད་ཆ་ཅིག་ཡོད་པ་ཙམ་གྱིས་དེ་ལ། ད་གུས་ཞབས་ཆེ་ཡ་བྱས་ད་ཆང་ཚད་ཅིག་འོས་པ་རེད་ག་རེ་ཟེར་ནས་ཡེད་དེ་གལ་ཆེན་པོ་ཞིག་རེད་ཟེར་དེ་སྟོན་པས་བྱས་དུ་ཨ་ནི་འཇང་དགུན་ས་བོན་གི་འདི་ནང་ལོག་ལ་ཨོ་གང་གི་མིང་གི་སྔོན་སོང་བ་ཏང་ཞི་བ་ལ་ཆང་ཚ་ལོ་ཟེར་ཨོ་ཏང་ཞི་བ་གི་འདྲ་ཤེས་དེ་དེ་འདྲ་ཅིག་རེད་ཟེར་དྲན་གི་རེད་དེ་ནས་སྡེབ་སྦྱོར་ད་ད་དེའི་སྡེབ་སྦྱོར་ལེགས་མཛད་མཁན་རྣམས་དང་བླ་མ་ལ་ཡང་ཆང་ཚ་ལོ་ཟེར་ད་དེ་ལ་འདྲ་ཤེས་མང་པོ་རེད། སྡེབ་སྦྱོར་ལིང་ཚའི་ཟས་ཡོན་དུ་ད་མཁས་པ་ཁག་གིས་འགྲེལ་བཤད་འདྲ་མི་འདྲ་རྒྱག་གི་རེད། དེ་ནི་བླ་མའང་ཟས་ཡོན་དུ་བསམ་ནས་ཁོང་རྣམ་པ་ཀའི་སོ་སོའི་བླ་མ་ཐོན་མི་འཚམ་པོ་རག་གི་བླ་མ་བྲམ་ཟེ་ག་རང་ཡིན་དོ་ལི་ཟིན་ཀ་རང་ཡིན་ན་ཁོང་རྣམ་པ་བྲལ་ཏེ་ད་ངོ་ཕྲུག་ཀ་ཟེར་ན་འདིས་འགྲེལ་བཤད་སྐྱོན་གནང་གི་རེད་ཡིན་ན་ཡང་འདི་ནི་ངས་མང་ག་རེ་ཞུ་གི་ཡོད་ཟེར་ན། སྡེབ་སྦྱོར་ལིང་ཚའི་ཟས་དེ་ཡ་དེ་མཁས་པ་དེ་ཚོ་སུ་ལ་ངོས་འཛན་བྱེད་དགོས་རེད་ཟེར་ན་ད་ལྟ། དེ་དང་མཁས་པ་ཆེན་པོ་སངྒ་ཀ་ཤི་རི་ལ་སོགས་པ་ཁོང་རྣམ་པ། བྱས། དེ་ནས་དེ་ཧང་སྣང་བཞིན་གྱི་སློབ་དཔོན་རིན་པོ་ཆེ་བསོད་ནམས་རྩེ་མོ། སྲིད་པ་བདེ་ལགས་འཇུག་སྒོ་དེ་ཚོ་ཁོང་རྣམ་པ་བརྩམས་རོགས། སྡེབ་གཡོག་སྐོར་དེ་ཚོ་མཛད་ངེས། ད་བོད་ནང་ནས་ད། སྔ་ཤོས་བྲལ་རོ། ཨ་ནི། བསྟན་བཅོས་པད་མ་སེར་པོ་ཡག་པོ་ཡོད་རེད་ཡིན་ན་ང་རང་ཚོ་དེ་ལ་དོ་སྣང་གནང་བྱས་ནས་ཞུ་ཞུ་མཁྱེན་མཁྱེན་བྱེད་ངེས་མེད་རེད་མ་གཏོགས་ཧ་ལས་པ་བསྟན་བཅོས་ད་ལྟ་འདི། ལེགས་བཤད་ལྗོན་དབང་འདི་དེ་འདྲས་ཀྱི་འབྲུ་གཅིག་ནི་མ་ཕལ་བས་འགྱོ་རེད་ཡ་གི་འདི། བྱིས་པ་དེ་བྱིས་པ་བསྟན་བཅོས་འདི་མ་གཅིག་ཀློག་དང་ལེགས་བཤད་ལྗོན་དབང་འདི་ཧ་ལམ་དྲན་ཡོང་ཁ་ག་འགྲོ་གི་འདི་འདྲས་ཀྱི་སླེབས་ས་རེད་བསམ་བསམ་ག་ཅུ་གཅིག་པས་དེ་ནི་མ་འབྲུ་ཡག་པོ་བཅས་ཡོད་རེད། བྱས་ཙང་དེ་འདྲ་བྱེད་ཡུན་དུ་བསམ་ནས་དུས་ཚོད་སྤྲད་དུ་བྱུང་ན་ཁྱེད་ཉིད་བྱེད་ཐུབ་ན་ཡག་པོ་འདུག་བསམ་བསམ་ནས་དེ་ནས་བླ་མ་ཟེར་ཡོང་ཡ་དེ། འདི་ནི་ངས་ག་རེ་ཞུ་དགོས་རེད་ཟེར་ན་ད་བླ་མ་དེ་ཆོས་རྗེ་ས་པཎ་ཁོང་རེད་གི་བླ་མ་ཡོད་ན་མིན་ན་དེ་རྒྱལ་བཙུན་རིན་པོ་ཆེ་གྲྭ་བ་རྒྱམ་སེང་རེད། བྱས་ཙང་རྒྱལ་བཙུན་རིན་པོ་ཆེ་གྲྭ་བ་རྒྱམ་སེང་ལ་ཆང་འཚལ་བ་རེད་བླ་མ་ལ་ཡང་ཆང་འཚལ་ལོས་ཟེར་ཡ་དེ་བླ་མ་དེ་ལ་ཆང་འཚལ་དགོས་པའི་ཅེས་ནི་ཆུ་ཆོག་ནི། གལ་ཆེན་པོ་ཞེ་དྲག་རེད། ཆེ་ཕྱོགས་ནི་གལ་ཆེན་པོ་ཡིན་པ་གཅིག་ལ་དང་འདི་ནི་ཡིག་གེ་ཤེས་པའི་སྐབས་སུ་ད་ཞུ་ཞུ་འབྲེལ་བ་ཨ་ཡོད་ན་བསམ་བསམ་སྐད་རྒྱུ། སྐད་ཆ་ཡོང་སྲིད་པ་རེད་འབྲེལ་བ་ཆེན་པོ་ཞེ་དྲག་ཡོད་རེད་དེ་སྐར་སེང་ན་ད་ལྟ་ཁོང་རེད་གི་མཛད་བཞག་བརྒྱུད་ནང་ལོག་ལ་ཨ་ནི། ཁོ་བོའི་ཆོས་རྗེ་རྗེ་བཙུན་རིན་པོ་ཆེ་གྲགས་པ་རྒྱལ་མཚན་གྱིས་མཛད་པའི་ཨ་ནི་ཡི་གེ་རྣམ་དབྱེ་གསར་བ་ཞེས་པ་དེའི་ནང་ལ་གཟིགས་རོགས་གྱིས་ཟེར་ནས་ཞར་འཕངས་མཛད་བཞག་པ། ད་ཞབས་འཕངས་ཟེར་ན་དེ་ལ་ཟེགས་ཨ་ཨ་ཟེར། ཡིན་ན་ཡང། ད། ཁོང་གི་ཞབས་འཕངས་ཟེགས་ཞེས་པ་བསྟན་བཅོས་མང་པོ་ཅིག་རྙེད་རྒྱུ་ཡོད་མ་རེད། བྱས་ཙང་ཁོང་དེ་འདྲ་བྱེད་ཡོན་དུ་བསམ་ནས་རྗེ་བཙུན་རིན་པོ་ཆེ་རབ་གྲྭ་པ་རྒྱམ་མཚན་གྱི་ཡི་གེ་བསྐོར་ལ། ཨ་ནི་བསྟན་བཅོས་དེ་འདྲ་བྱེད་ཡུལ་བསྡད་པ་རེད། སློབ་དཔོན་རིན་པོ་ཆེ་བསོད་ནམས་སེར་མོ་གི་ཡུལ་བསྡད་པར་ཁོང་རྣམ་པ་གཉིས་ཀྱི་བཀའ་དྲིན་ཁོང་རྣམ་པ་གཉིས་ཀྱི་སྟབས་ཤུགས་རྐྱེན་ལ་བརྟེན་བྱས་ནས་དེ་རྒྱ་མགོན་ས་པཎ་གྱི་རིག་གནས་ཀྱི་སྐོར་ལ་ཧ་ལས་པ་གྱི་དོ་སྣང་ཆེན་པོ་གནང་རོགས། མཐོང་སྣང་ཆེན་པོ་སྣང་རོ། མཛད་རྗེས་ཆེན་པོ་ཤར་རོ། དེ་གང་རེག་གི་ཐ་མ་ལ་ཡང་གཅིག་དང་སྤོབས་པ་ཆེན་པོས་གང་ནས་ངའི་སྐར་བདག་གི། སོར་འདྲ་བོ་ཅི་ད་ཡག་པོ་མཆིས་སོང། དེ་ནས་ད་ད་རིག་གནས་ཀྱི་འདུ་ཚོད་གྲལ་དུ་ཚུར་ལངས་པས་མི་ཟེར་བའི་བྱས་རྗེས་ཆེན་པོ་ཤར་སོང་ཟེར་ནས་འདུ་ཚོད་གྲལ་ཁོང་གི་འདུ་ཚོད་གྲལ་བྱས་རྗེས་ཆེན་པོ་གང་ལ་གང་རེག་གི་གསུང་གི་རེད་བ། ཡང་ད་ད་འདི། ཐ་མ་ཀྱི་གང་རེག་གི་སྐུ་ཚེའི་སྡོམ་འདྲ་བོ་ཅི་ད་དུས་ཚོད་ནང་ལོགས་ལ་འདི། ད་སྤོབས་པ་བརྩི་ས་གང་ལ་གསུང་གི་འདུག་བ། ཨོ་ཁྱེད་ཚང་འདི་རེད་རེད། འདི་བྱས། དེ་ནས། བསླབ་པ་ཀུན་གྱི་ཆེད་མཚན་གྱི་རིགས་ཀྱི་སྣང་བ་རྣམས་ཀྱི་བཅུ། མིང་ཚིག་བརྗོད་པ་མིང་ཚིག་བརྗོད་པ་ཀུན་གྱི་ཆེད་ནི། ཡི་གེ་སྦྱོར་བ་ཤེས་པར་བྱ། ཟེར་ཡང་འདོད། འདི། རྩོམ་པ་དམ་བཅའ་བ་དེ་རེད། ཨོ་ད་དེ་རྩོམ་པ་དམ་བཅའ་བ་དེ་ལ། སྐད་རྒྱ་བཅས་ཡོད་རེད། རྩོམ་པ་དམ་བཅའ་བ་དེ། ད་ལྟ་འདི་ན་ཡི་གེ་སྦྱོར་བ་ཤེས་པར་བྱ་ཟེར་དེ་ག་རང་ཡི་གེ་སྦྱོར་བ་འགའི་རྩོམ་པ་དམ་བཅའ་བ་དེ་རེད། ཕ་གི་ལ་གཟིགས་ད། ཡི་གེ་སྦྱོར་བ་ཤེས་པར་བྱ་ཟེར་ན་དེ་ག་རང་ཁོ་རང་ཕ་གི་ལ་ཡི་གེ་སྦྱོར་བ་ནང་ལ་དེ་ག་རང་ཡོད་རེད། ད་ཡི་གེ་སྦྱོར་བ་དེ་འདི་ནས་ཚོགས་གོ་ནས་ཡི་གེ་སྦྱོར་བ་དེ་མང་ཤེས་གིན་སོང་བ་རེད་ཡི་གེ་སྦྱོར་བ་དེ་མང་ཚོགས་འོང་དུས་ཟེར་ན་ཡི་གེ་སྦྱོར་བ་དེ་སྡེ་ཚན་གཉིས་ལས་ཆེ་བྱས་ནས་སུམ་ཅུ་པ་དང་བཏང་འཇུག་གཉིས་དེ་སྡེ་ཚན་གཉིས་ཆེ་དེ་ཆོས་བརྒྱུད་རྩོམ་པ་དམ་བཅའ་བ་ཡོངས་ཚོགས་དེ་ཁོང་རྣམ་པ་གཉིས་ཅག་ལ་འཐུས་བ་བྱས་བྱས་ནས་ཨོ་དེ་འདྲ་བྱས་ནས་མར་ཕེབས་རྒྱག་པ་བྱས་རེད་དེ་མཆན་གོ་འདུག། ཨ་ནི། ཡིད་ཀྱི་སྦྱོར་བ་ཞེས་འདི་ནི་མ་གསུངས་ཀྱི་ཡིན། དེ་ནི་ཡིད་ཀྱི་སྦྱོར་བ་དེ་གང་འདྲི་གཅིག་རེད་ཟེར་ན། ལྷ་བ་ཀུན་གྱི་གཞི་འཛིན་མཁན་གཅིག་རེད། དང། བསམ་གཏན་གྱི་ལྷ་བ་ཤེས་རབ་ཤེས་རབ་ཀྱི་ལྷ་བ་ཟེར་སོང་ཡང་འགྲོ་ང་རང་ཚོ་ནང་པ་གི་ཨ་ནི། ད་ལྷ་བ་ཡོད་རོ། ཏིང་ངེ་འཛིན་གྱི་ལྷ་བ་ལ་སོགས་པའི་ལྷ་བ་སུམ་བརྒྱ་ཆེ་ལྷ་བ་ཀུན་ཟེར་ཡང་དེ་ནི་ཕྱི་རོལ་གྱི་ཕྱི་རོལ་མུ་སྟེགས་པ་ལ་ཡང་ལྷ་བ་ཡོད་རེད་བ། དུས་ཚོད་ཀྱི་ལྷ་བ་དེ་ཚོ་ཡང་བསྡུས་པ་རེད།

གཞུང་ལུགས་མང་པོ་བཅས་རོ། ད་འདི་ཚོའི་གྲས་འདི་ཚོ། ད་ང་རང་ཚོས་དཔྱད་ན་ཕ་ཆེ་ད་འདི་ཚོའི་གྲས་ཆོ་ག་ཕྱག་ལེན་གྱི་གཙོ་བོ་གྲགས་ཅན་རོ། འོ་ད་འདི་ཚོའི་གྲས་འདི་ལ་ཁོ་ཚོ། ངེ་སྲེག་ཟེར་བས་ར། དེ་ནས། ཁྱོད་རྒྱན་ཟེར་དུས་ད། ལྷ་མོ་དབུ་མ། ད་ནས་ལྷ་ཆེན་ཚངས་པ་ཡིན་ན་རེད་ལྷའི་དབང་ཕྱུག་ཆེན་པོ་ཡིན་ན་རེད་འདི་ཚོའི་གྲས་ལ་ཡང་ད་མར་ཕྱུག་ཡིན་ན་རེད་མར་ཕྱུག་མེད་ན་རེད་གང་ལྟར་མཆོད་པ་ཕུལ་བྱས་ན་སོ་སོ་ལ་དངུལ་གྲབས་ཐུབ་ཀྱི་རེད་ཟེར་དགོས་ཀྱི་ད།

ད་མིང་ཚིག་བརྗོད་པ་ཡོངས་རྫོགས་ཀྱི་ཡིད་ཆེས་ལ་སྦྱོར་སོང་བ་དེ་ག་རེ་རེད་ཟེར་ན་ང་རང་ཚོ་ཡི་གེ་སྦྱོར་བ་འཕྲལ་དང་རྣམ་དབྱེ་ཟེར་ཡང་འགྲོ་དང་ད་དབྱངས་དང་ས་བྱི་ཟེར་ཡང་འགྲོ་དུས་ཚོད་འཕྲལ་ཕར་ཚུར་འགྲོ་ལུགས་འགྲོ་སྟངས་ཀྱི་ད་འདི་ནི་མ་འདྲ་བཤད་ཀྱི་རྒྱབ་ནས་ད་སྒྲོམ་འདྲ་བོ་གཅིག་བྲིས་ཀྱི་འདྲ་བོ་གཅིག་ད་འདི་འདྲ་གི་སུམ་ཅུ་པ་ད་རྟགས་འཇུག་ཟེར་གྱི་མར་བྲིས་འགྱུར་དེ་དཔེ་གལ་ཆེན་པོ་ཡིན་སྲིད་ཡི་གེ་སྦྱོར་བའི་རྣམ་གཞག་དེ་ད་དེ་གར་ཟེར་རོ། ང་རང་ཚོ་ཡི་གེའི་རྣམ་གཞག་དེ་ད་ལྟ་གོང་དུ་ཞུས་པ་དེ་ཚོ་ཚང་མ་གི་གཞི་བཞག་སར་འགྲོ་ཅིང།

འདི་རེད་ད་འདི་ཆོས་རྒྱུད་དེ། རྩོམ་པ་དམ་བཅའ་བ་དེ་རེད་ད་རྩོམ་པ་དམ་བཅའ་ཡོང་དུས་ཙང་ནས། གར་སེ་གོ་རོ། ད་མཁས་པ་ང་རང་ཚོས་དེ་རྩོམ་པ་དམ་བཅའ་དགོས་པ། རྒྱུ་མཚན་དེ་ནི་མཁས་པ་དེ་ཚོ་གི་ཅིག་དམ་བཅའ་བྱས་བཞག་པ་ནི་འདོར་དགོས་མ་རེད་ཟེར་ཡ་དང་དེ་ཚོས་ལ་སོགས་པ་གི་འགྲེལ་བཤད་མང་པོ་དེ་ཚོ་དྲེད། རྣམ་པ་ཚོ་ཚང་མས་གཞུང་བསྲེགས་ཚར་རེད་དེ་བྱེད་དུས་ཙང་ནས་གཞུང་ཁག་ནས་གང་གསུངས་ཡོད་པ་དེ་ཚོ་ཚུར་བླངས་རྗེས་འགྲེལ་བཤད་རྒྱས་པ། དེ་འབྲེལ་གྱི་དྲི་གནང་རོགས་གྱིས་ཡང་འདི་ནི་ངས་མང་པོ་ཅིག་ཞུས་བསྡད་པ་ཡིན་ན་མང་པོ་འཆང་རོགས་གྱིས། ཨོ་འདི་ཅི། འདི་ཐོག་ལེ་བྱ་རོགས་གྱིས། དེ་ནི་ངས་བསྡོམས་རོགས་གྱིས་མ་ཞུ་གི་ཡིན། དེ་རིང་ག་རེ་ཟེར་ན། འཇམ་པའི་དབྱངས་ལ་ཆང་ཚ་ལོ་ཟེར་མ་ཞུས་ཡོང་ཡ་དེ། དེ་ནི་འཇུར་ཆང་མ་རེད། དེ་ཁྱོད་ཀྱི་ས་པན་གྱི་ནམ་རྒྱུན་གྱི་རང་གི་ལྷ་བུ་ལྷ། ཡིས་འདི་འཇམ་པའི་དབྱངས་ལ་ཆང་ཚ་དང་གི་ནམ་རྒྱུན་རྩོམ་གི་ནང་ལ་མ་ཅིག་ཁྲེང་ཏུ་ནས་ངང་ངང་ཤོག་ཤོག་ལ་ཤོར་འགྲོ་ཡ་གི་རྒྱུ་དེ་འདྲ་ཅིག་རེད། ཁོང་རེ་ནམ་རྒྱུན་མང་ཆེ་བ་ལ་དེ་འདྲ་གནང་བསྡད་ཡ་གི་རེད།

ཁྱེད་རྣམས་པ་གི་མ་རང་སྐྱོང་འདྲ་བོ་ཞིག་དེ་རིང་མ་གལ་ཆེན་པོ་ཆེ་ནས་དཀྲི་དགོས་ཡ་དེ། ཆོས་རྒྱུད་དེ། དཀོན་མཆོག་གི་སྐོར་དེ། དེ་ནས་ལྟ་ཞིབ་པ་སྐོར་དེ་ལྟ་ཞིབ་པ་སྐོར་དེ་ག་འདྲི་ག་འདྲི་རིང་དུ་རྣམ་པ་ཚོ་གཅིག་གཟིགས་དང་དེ་ཡི་གཞུང་འབྲེལ་ཆེ་ཁག་དེ་མང་པོ་ཤོད་ཡོད་རེད་མགོ་སྙོག་པོ་ཡོད་རེད་ཡིན་ན་ཡང་ལྟ་ཞིབ་པ་ཟེར་དེ་ངས་ད་ལྟ། པན་ཆེན་སི་ཏུ་པན་ཆེན་གི་སོང་བྱ་བ་དེ་དཔེ་མི་སྲིད་ཡག་པོ་ཡོད་རེད་བསམ་གི་ཡོད་རེད་འདི་བཞིན། དེ་ནས་འཇམ་པའི་ཡང་ལ་ཆང་ཚལ་དེ་ནས་གང་གི་མིག་གཅིག་སྔོན་སོང་བ་དེ། ལྟ་ཞིབ་པ་ཡང་ལྟ་ཞིབ་ར་དེ་ནས་བླ་མ།